ཐུགས་རྗེས་ཀུན་སློང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་ཟད་དུག་གསུམ་གནས་སུ་སངས་རྒྱས་སྨན་གྱི་བླ་བི་མདོ་ར་ཡི་བོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨོམ་ནམ་མོ་པ་ལྔ་བ་དེ་འབད་གང་ཚེ་གུ་རུ་བི་མདོ་ར་ཏྲ་བ་ར་འཛ་ཡ་ཏ་ད་ཀ་ད་ཡ་ཧ་ར་ཧ་དེ་སམ་ཡ་སམ་བུ་ད་ཡ་ཏ་ཡ་ད་ཨོམ་འབད་གང་ཚེ་འབད་གང་ཚེ་མ་ཧཱ་འབད་གང་ཚེ་འབད་གང་ཚེ་ར་འཛ་ཡ་སམ་བུ་ག་དེ་སོ་ཧ། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། དེ་རིང་འདིར་ཡོང་ནས་ད་ནི་ད་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་ད་ཅིག་བུ་མོ་མོ་བཟང་ཚོ་གི་སོག་པོ་ལ་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་རེད། འོ་འདིའི་སྐོར་ལ་ཞུ་ཡ་ཡིན་དང་པོ་འདི་མ་བཤད་གོང་ལ་ངས་ང་རང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་དང་འབྲེལ་བའི་གནས་ཚུལ་གཉིས་ཅིག་ཞུ་ན་བསམ་སོང། དང་པོ་དེ་ད་ང་རང་ཚོ། ཨ་མ་ལགས་ཚོ་གི་ཐུགས་ལ་བཞག་དགོས་ཡ་དེ། དེ་སྔ་ཡིན་ན་ང་རང་ཚོ་ཟླ་གཅིག་ཕོ་མོ་ཚོ་ལོ་བཅོ་གསུམ་བཅུ་བཞི་ནས་སྐྱེས་པ་ལས་གི་ཡོད་རེད་ཟླ་གཅིག་དུས་ཚོད་འགྱུར་བ་ཟེར་ནས་རེད་རང་བྱུང་ཁོར་ཡུག་འགྱུར་བ་རེད་ཟེར་ནས་རེད། མིའི་ཁམས་འགྱུར་བ་རེད་ཟེར་བ་ཡིན་ནས་རེད་གང་ལྟར་ཡང་ཕོ་མོ་ཚོ་ལོ་དགུ་བཅུ་བཅུ་གཅིག་ལ་སྐྱེས་པ་ལས་ཡག་མགོ་བརྩམ་གི་ཡོད་རེད་འདི་འདྲ་སོང་ཙང་འདི་ཡིན་གཅིག་མིན་གཅིག་རྣམ་པ་ཚོའི། ཨ་མ་ཚོ་གི་སེམས་ལ་བཞག་ནས་བུ་མོ་ཚོས་དེའི་སྒང་ལ་ཧ་གོ་གོ་ཡག་དེ་གལ་ཆེན་པོ་ཤོས་ཅིག་རེད་གོ་རྟོགས་པའི་ཡག་དེ་དང་པོ་དེ་བྱེད། གཉིས་པ་དེ་ནམ་རྒྱུན་དུ་ང་རང་ཚོ་ད་ཅིག་དགོན་པ་ཁག་ལ་འགྲོ་དུས་དགོན་པ་དང་བླ་ཆེན་ཁག་མཇལ་ཁར་འགྲོ་དུས་ཚོ་ནས་ཨ་ནེ་རྣམ་པ་བུ་མོ་ཚོ་གི་ཨ་ནེ་གོ་དུང་རྐུབ། ཨི་ཝུན་ཐོང་ལིང་འདི་འདྲའི་གོན་འགྲོ་གི་འདུག་ཨ་རབ་ལ་བྱུང་ན་ང་རང་ཚོ་བོད་རྗེས་ཕྱུག་པ་སྙིང་རྗེ་པོ་ཞུ་གི་འདུག་འདི་ཆོས་ན་དེ་མ་བྱུང་ན་ཨ་ནི་ཅིག་དབྱིན་སྐད་དུ་ཅིག་དུག་ལོ་ཚུལ་མཐུན་ཟས་སྦྱོར་དབང་མོ་ཨོ་འདི་འདྲའི་ཆོས་ནི་ཕེབས་ཐུབ་ཡིན་ན་སོ་སོ་ལ་ཡིན་ནས་དགེ་བ་བསགས་ཀྱི་རེད་གཞན་ལ་ཡིན་ནས་མིག་དཔེ་ཡག་པོ་ཡོང་གི་རེད་འདི་ནི་སོ་སོ་ལ་སྡིག་པ་བསགས་ཀྱི་མ་རེད་ཨོ་འདི་ཅིག་བྱུང་དུས་བྱུང་སོང། ད་ད་ལྟ་དངོས་ཡོད་ཀྱི་དཀའ་ངལ་དེ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད་བུ་མོ་ཚོ་ཡ་རབས་པོ་རེད་ཨ་ནེ་ལགས་ཚོ་ངོ་ཚ་མེད་པོ་རེད་དེ་འདྲ་སོང་ཙང་ཨེ་ནས་ད་དྲང་བཞིན་ཡོང་གི་འདུག་ཟེར་ཡ་དེ་སྨན་པ་ལ་དཀའ་ངལ་ཆེན་པོ་ཞུ་ཆེད་ངོ་ཚ་བྱེད་ནས་དཀའ་ངལ་མང་པོ་ཆེ་འཕྲད་བསྡད་ཀྱི་འདུག་ནམ་རྒྱུན་དུ་ངས་བཤད་བསྡད་ཀྱི་ཡོད་ན་ཚ་ཟེར་མཁན་དེའི་དཀའ་ངལ་སླེབས་རྒྱུ་དེ་ནི་སྨན་པ་ག་འདྲས་ཅིག་མ་ཡིན་ན་ཁྱེད་རང་ཚོ་ངོ་ཚ་བྱེད་རྒྱུ་ཡོད་མ་རེད་ད་བཤད་བསྡད་ཀྱི་ཡོད་འོ་དེ་སོང་ཙང་རྣམ་པ་ཚོས་དེ་ཐུགས་ལ་བཞག་དགོས་ཀྱི་འདུག། ད་ང་ཚོའི་སྤྱི་ཚོགས་ནང་ལ་བུ་མོ་མང་པོ་ཞོལ་གཅིག་ལ་གྲངས་གཞི་ཡོང་གི་ཡོད་རེད། གྲངས་གཞི་ཁག་གཅིག་ལ་དྲི་མ་འདུག་ཅང་ཞོལ་ཁག་གི་གྲངས་གཞི་ཁག་གཅིག་ལ་དྲི་མ་ཡོད་བ་མ་རེད་དེ་ནི་བུ་མོ་སོག་པོ་སྐྱོ་པོ་ཞོལ་ཆགས་ཀྱི་ཡོད་རེད། ད་འདི་དག་ཚང་མ་ག་འདྲས་རེད་ཞུས་པ་ཡིན་ན་ངས་དེ་ནས་མ་དྲན་ཙམ་ཞུས་ཨེ་འདི་གི་སྨད་དེ་ཚོ་ཞུ་གི་ཡིན། ད་གྲངས་གཞི་ཟེར་ཡག་འདི་གཙོ་བོ་ཨེ་ནི། མཁལ་མའི་ཁྲོད་ལུས་སྨད་ཀྱི་མཁལ་མ་དང། སྒང་པ། བུ་སྣོད་སམ་སེའུ་ཟེར་བ། Ovary། དང Uterus།

ལྟ་ཅིག་སོ་སོའི་དགའ་རོགས་མཉམ་དུ་མཉམ་དུ་ཆགས་པ་སྤྱོད་པའི་སྐབས་ལ་སྤུ་གུ་མ་གོ་ཡ་བྱེད་དོ། ནི། སྤུ་གུ་བཀག་ཡ། སྨན་ཟ་ཡ། ལ་སོགས་པ་སྨན་གྱི་འདྲེ་ཤུགས་ཆེན་པོ་མང་པོ་ཟས་པའི་རྐྱེན་བྱས་ནས། ནི། གང་བ། ཕོ་སྣོད་དང་བསམ་སེའུ་གི་ནང་ལོགས་ལ། དམིགས་བསལ་གྱི་ཁོ་རང་ཚོ་སྲོང་སྐྱོབ་བྱེད་ཡ་གི་ང་ཚོ་ཡིན་ན་བས་ན། བཅོས་ཀྱི་ནུས་པ་ཅིག་ཡོད་རེད། འོ་འདི། ནི་མ། བབས་ཡོང་གོ་རེ་མ་ཟ་ཡོང་དུས་ད་ནི། འདི། ནི། མ། མཚན་མའི་ཕྱི་ནས་མ་སླེབས་ཚེ་ནི་གྲངས་གཞི་གི་ངོ་བོ་ཟད་དེ་འདི་འདྲའི་བྱ་དགོས་ཡོད་རེད། དེ་འདྲ་སོང་ཙང་རྣམ་པ་ཚོས་འདི་ཐུགས་ལ་བཞག་དགོས་དེ་གལ་ཆེན་པོ་རེད་ད་མཚན་སླེབས་དུས་སྐྱེས་པ་ལ་ཟུར་བརྒྱད་པོ་བསྡུ་ན་ཁྱེད་རང་ཚོ་བོད་མའི་བཟའ་དང་ཧང་སང་ཡང་ཕན་པོ་ཡོད་རེད་རེད་བ། ཨ་ནི་ད་གྲངས་གཞི་འདི་ལ་ཡིན་ན་གྲངས་གཞི་དཀར་པོ་སླེ་དེ་ངན་ཅིག་ཡོད་རེད་གྲངས་གཞི་སེར་ཤུག་ཤུག་དམར་ཤུག་ཤུག་སླེ་དེ་ངན་ཅིག་ཡོད་རེད་གྲངས་གཞི་དཀར་པོ་འདི་ལ་དྲི་མ་ཟི་ཡོད་མ་རེད་གྲངས་གཞི་འདི་མང་པོ་སླེ་བསྡད་པ་ཡིན་ན་བུ་མོ་ཚོ་ཟོག་པོ་སྐྱོ་བོ་ཆགས་ཀྱི་རེད་ཨ་ནི Hemoglobin ལ་ཟུངས་ཁྲག་ཉམས་འགྲོ་གི་རེད་བུ་མོ་སྐམ་པོ་བོ་ཆགས་འགྲོ་གི་རེད། དེ་ནས་གྲང་ཤིང་རྨ་ཤུར་ཤུར་བསྲེགས་ཤུར་ཤུར་དེ་སླེ་དུས་ད་ནས་བུ་མོ་ཚོ་ལ་ཟོག་པོ་ལ་དྲི་མ་ཚོགས་པོ་ཞོ་ཅི་ག་གི་རེད། ད་འདི་གཉིས་གཉིས་ག་རེ་བྱས་ན་གཅིག་གྲང་བ་རྐྱང་པ་དང་འབྲེལ་ནས་ཡོང་གི་ཡོད་རེད་གཅིག་གྲང་བ་ཡིན་པ་གང་ཞིག་ལ་དེ་ལ་གྲོགས་ཟེར་ནས་རེད་དོང་རྟ་དེ་རྐྱེན་དེ་ཁྲག་དྲི་ཚ་བ་གི་བྱེད་ཀྱི་ཡོད་རེད་འོ་འདི་གཉིས་གཉིས་གྲང་ཤིང་གི་དབྱེ་བ་ཆགས་ཀྱི་ཡོད་རེད། རེད་བ། ད་ཕྱི་རྒྱལ་སྨན་ཁང་ལ་ནུབ་ལུགས་ཀྱི་སྨན་པ་སྟོན་པ་ཡིན་ན་ཁོང་ཚོས་གཅིག་རེད་གཉིས་རེད་ལ་ནི་སྙན་འཇོམས་སྨན་སྤྲད་སྤྲད་སྤྲད་འདི་འདྲའི་ང་ཚོ་མཐར་ཐུག་གི་ན་ཚ་འདི་སིང་དྲག་འགྲོ་གི་མ་རེད་དེ་འདྲ་གསུངས་དང་ན་ཚ་འདི་འདྲའི་ཡོད་དུས་ནས་རང་དོ་སྣང་བྱས་ནས་བོད་སྨན་བཟས་པ་ཡིན་ན་ཁྱེད་རང་ཚོ་མ་འོངས་པ་ལ་ཨེ་ནི་ཡུལ་ཁྲིས་དང་ཨོ་རི་དེ་ཚོ་ལ་ཨེ་ནི་ཅིག་ན་ཚ་སྡུག་ཅག་དེ་ཚོ་ཡོང་ཡག་སྔོན་འགོག་ཐུབ་གི་རེད། ནི་མེ་ནོ་པོས་དང Pre Menopause དེ་ཚོའི་ག་ལ་གང་ཚང་ཞིག་དེ་ཚོ་དང་འབྲེལ་བ་ཆགས་ཀྱི་ཡོད་རེད་རེད་བ། དེ་གཅིག་ཐུགས་ལ་བཞག་དགོས། ད་འོ་ན་གྲངས་གཞི་དཀར་པོ་འདི་ལ་ནི་སྨན་ག་རེ་ཟ་དགོས་རེད་ཟེར་ལབ་ཡིན་ན་གྲངས་གཞི་དཀར་པོ་གཅིག་པུ་ཡིན་པ་ཡིན་ན་ནི་ཞོགས་པའི་སེ་འབྲུ་བསྐོལ་འདི་ཉིན་གུང་གོ་ཡུ་ཉེར་བརྒྱད་དགོ་ཟླ་གུར་གུམ་བཅོ་གསུམ། འོ་སྨན་བདེ་འགྱེད་རིལ་བུ་བཞི་ཞིག་ཟ་ན་འགྲིག་གི་རེད་ནི་ཆུ་ཚ་བོ་ལ་ཟ་དགོས་སྨན་བདེ་འགྱེད་ཚང་མ་ཆུ་ཚ་བོ་ལ་ཟ་དགོས་ཀྱི་ཡོད་རེད། གལ་སྲིད་གྲངས་གཞི།

འདི་ནི་གྲངས་གཞི་མང་པོ་ལས་ཀྱི་བསྡུ་ན་ད་ཡང་ཁྱེད་རང་ཚོ་རིན་ཆེན་རི་བོ་ཟེར་གི་འདུག་ག་རིན་ཆེན་རི་བོ་ག་རེ་ཟ་འོ་རེད་ཟེར་བ་ཡིན་ན་རིན་ཆེན་ལྕོག་དེ་ཟ་ན་འགྲིག་གི་རེད་རིན་ཆེན་ཚྭ་ལྕོག་ཡིན་ནས་ཚྭ་ལྕོག་དེ་ག་དུས་ཟ་ཡ་ཡོད་མ་རེད་ཞུས་པ་ཡིན་ན་ཟོག་པོ་ལ་རྨ། Hepatitis། ན་ཚ། ཟོག་པོ་ལ་ཚ་བ། ཁོག་པ་རྣམས་ལ་རྨ། ཨོ་འདི་འདྲའི་ཡོད་པ་ཡིན་ན་རིན་ཆེན་ཚ་ཆུ་དེ་ཟ་ཡ་ཡོད་མ་རེད་གཞན། བདུན་ཕྲག་གཅིག་ལ་ཟླ་བ་གཅིག་ལ་ཐེངས་མ་གཉིས་དེ་ཟས་པ་ཡིན་ནས་གྲངས་གཞི་དེ་ཚོའི་རིགས་ལ་བཞི་བོ་ཡག་པོ་ཕན་གྱི་རེད་འདི་གཅིག་རེད། ཨེ་ནི་གལ་ཆེ་ཤོས་གཅིག་ནམ་རྒྱུན་དུ་ཁྱེད་རང་ཚོ་གི་བུ་མོ་མང་པོ་གཅིག་གིས་ཨེ་ནི་ཕག་ཚོ་དྲུག་དུས་ཟ་ནས་གོ་དུང་དེ་ཞོ་གཅིག་མ། སྐྱེས་པ་དམར་པོ་དེ་འདྲས་རྐུབ་ཀྱི་ཨི་ཁུང་མ་ཐོང་ཚ་མ་ཐོང་དཔེར་ན་འདི་འདྲ་བོ་དེ་འདྲས་གོན་བསྡད་ཀྱི་འདུག་དེ་ཚོ་ལྟ་ན་ད་དེ་ཚོའི་རིགས་ལ་ལྟ་ཅི་སྐྱེན་ཡོད་ན་མེད་ན་ཆགས་ཀྱི་ཡོད་རེད་མཁལ་མའི་དྲོད་ཉམས་ཀྱི་ཡོད་རེད་མཁལ་མ་དང་འབྲེལ་བའི་རྩ་ཁམས་ཀྱི་ནུས་པ་ཉམས་ཀྱི་ཡོད་རེད་འདི་སོང་ཙང་ཨ་ནི uterus དང ovary ལ་དཀའ་ངལ་འཕྲད་ཀྱི་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོས་དེ་ཚོ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་ཨ་ནི། ད་ཀྲིག། བརྙན་ཐུང་འདིས་མི་མང་པོ་བུ་མོ་མང་པོ་ཅིག་ལ་ཕན་ཡག་བྱེད་འདུག་རྣམ་པ་ཚོས་ཕངས་ཕངས་སྟུག་སྟུག་གྱོ་གུན་གནང་རོགས་གནང་ཨ་ནི་སྨན་དེ་ཚོ་ཁྱེད་རང་ཚོ་སྨན་རྩིས་ཁང་དང་སྒེར་པའི་སྨན་ཁང་དང་ག་པར་ལ་ཉོས་པ་ཡིན་ནས་འགྲིག་གི་རེད། འགྲོ་བ། དེ་ནི། ཡང་དེ་འདྲའི་མྱོང་ས་མེད་པ་དང་ཐག་རིང་པོ་དེ་འདྲས་ཡིན་པ་ཡིན་ན་ང་ལ་འབྲེལ་བ་བྱེད་ཞུ་ངའི་འབྲེལ་བ་ཨང་གྲངས་འདི་ཡིན། ངས་སྨན་བཏང་གི་ཡོད་ག་པར་ཡིན་པ་ཡིན་ནའི་རེད་བ། ནུབ་ཕྱོགས་རྒྱལ་ཁབ་ཡིན་པ་ཡིན་ནའི་རེད་རྒྱ་བལ་འབྲུག་གསུམ་ཡིན་པ་ཡིན་ནའི་རེད་ཚང་མར་བཏང་གི་ཡོད་འོ་དེ་ངས་རྣམ་པ་ཚོ་ལ་གོ་རྟོགས་སྤེལ་ཡག་འདོད་པ་བྱུང་སོང་དེ་ལ་སོང་ཙང་རྣམ་པ་ཚོའི་ཐུགས་ལ་བཞག་རོགས་གནང་ཞུ་ཡག་ཡིན། ཐུགས་རྗེ་ཆེ།